ཕྱི་ལོ་ནི། ཨོ། ལྷའི་སྣོད་ཀྱིས་ཀླུའི་སྣོད་ཀྱིས་བཙན་གྱི་སྣོད་ཀྱིས་རྒྱལ་པོའི་སྣོད་ཀྱིས་བྱས་ནས་ང་ཚོ་གཅིག་ཞེ་སྡང་བྱ་དེ་བྱེད་དགོས་མེད་པ་རེད་བ། ལྔས་ལ་བཙན་གྱི་སྣོད་ཀྱིས་ལྷའི་སྣོད་ཀྱིས་ཀླུའི་སྣོད་ཀྱིས་བྱས་ནས་ཞེ་སྡང་ཡོན་ཁོ་ར་ང་སྙམ་པའི་སྡང་འཛིན་གྱི་བློ་དེ་གི་ལས་ཡོང་གི་འདུག་བ། ཨ་ནི། ཇི་ཙམ་གྱི་སྟངས་འཛིན་གྱི་བློ་ཤུགས་ཆེན་པོ་ཡོད་པ་དང་ད་བསྟན་འཛིན་དང་གཅེས་འཛིན་གཉིས་པོ་དེ་རེད་ག་ཚད་ཡོད་པའི་ཚོད་ཀྱིས་ཨེ་ནི་ད་གི་ལ་ར་དེ་རེད་སྣང་སྲིད་བྲག་ལ་བཞག་ཡོང་ཡང་ཅི་ཡོང་བསྡད་གི་འདུག་བྱས་ཙང་ལ་ལྷ་ཀླུ་གནོད་སྦྱིན་དེ་ཚོའི་གྲས་དེ་བས་སེམས་པ་བཟང་པོ་ཅིག་སོ་སོ་སེམས་པ་བཟང་པོ་ཅིག་བསྐྱེད་ནས་ལྷ་ཀླུ་གནོད་སྦྱིན་གྱི་གནོད་པ་བྱེད་ཀྱི་ས་རྫུན་ཁྲ་ལ་ཕངས་སྙིང་ཅིག་བསྐྱེད་ནས་བྱུང་པ་ཡིན་ན། སྔ་མོ་དེ་འདྲས་ཀྱི་ལོ་རྒྱུས་འཇོག་རེད།

དག་པའི་ཤན་འབྱེད་པའི་བྱང་ཆུབ་སེམས་ཟད་དུ་ཡོད་པ་ཡིན་དུས་ཨོ་དེ་འདྲ་བཤད་པའི་ལོ་རྒྱུས་ཡོད་རེད། དེ་རེད་རེད་པ། ཅིག་གནོད་གཅིག་རྒྱལ་པོ་དང་ཀླུ་དང་བཙན་དང་ཅིག་ཟེར་བ་དེ་འདྲ་གི་གནོད་པ་རྙེད་ལ་ད། ད་སྤྱིར་བཏང་ང་རང་ཚོས་ཅིག་རྨོངས་དད་རུ་ཅིག་ཡོད་དེ་ང་དེ་ཚོའི་གྲལ་ལ་ད་ལྷའི་གནོད་བྱ་ཀླུའི་གནོད་བྱ་ཟ་ཁ་བྱས། ཅིག་ད་རྣམ་རྟོག་བྱེད་དེ་གི་འདུག་བ། ཕྲན་བུ་ཕྲན་བུ་དེ་ཡོད་ཀྱི་རེད། ཤི་ད་གི་ཚེ་གི་རྣམ་རྟོག་བྱས་ད་བེད་ཅིག་ཡོད་མ་རེད། གལ་ཏེ་ཅིག་ཅིག་སྔོན་ནས་ལྷ་དང་ཀླུ་དང་བཙན་དང་རྒྱལ་པོ་དེ་འདྲས་ཀྱི་གནོད་པ་ཅིག་ར་རོ་གསལ་པོ་འཕྲོ་ཡ་ཞིག་འདུག་ན་གནོད་གཞི་དེ་ལ་སྙིང་རྗེ་སྐོང་དགོས་རེད་དང། གནོད་གཞི་ཁོ་རང་གི་སེམས་ལ་ཡ་ཨེ་ནི། རང་ལ་གནོད་པ་བྱེད་ཡ་གི་བློ་ཅིག་ཁོ་ནས་གནོད་པ་བྱེད་དགོས་ར་བ་ཁོ་རང་ཕུང་གི་འདུག་ག། རེ་དང། གནོད་པ་བྱེད་སའི་ཡུལ་ང་རང་ཚོས་བྱང་ཆུབ་ཀྱི་སེམས་བསམ་བློ་བཏང་ལྟུང་ཡིད་དང་བ་བསམ་བློ་བཏང་ན། རེ་དང། གནོད་བྱེད་དེ་རང་གི་དགེ་བ་བསྒྲུབ་ཡག་གི་རྐྱེན་ལ་ཕྱིན་པར་བ། གནོད་བྱེད་ཁོ་རང་རང་ལ་གནོད་པའི་བློ་སྐྱེ་ཡོད་འདུག་ཙེ་ནས་ཁོ་རང་ཕུང་འགྲོ་གི་འདུག་བ། བྱས་ཙང་སྙིང་རྗེ་སྐྱེ་ཡག་གི་རྒྱུ་མཚན་འདུག་ག། ད་ལྟ་འདི་ཞེ་དྲག་གལ་ཆེན་པོ་རེད་ཤག།